ཞྭ་བས་མངོན་སུམ་དུ་མཐོང་གི་རེད་ཟེར་ཡ་སྐྱེན་རེད་ཟིག་ཡིད་ལ་དྲན་ནས་གསོལ་བ་བཏབ་ན་ཞྭ་བས་མངོན་སུམ་དུ་མཐོང་གི་རེད་ཟེར་བ་མ་གཏོགས་ཡང་ང་ཚོ་དེང་སང་མ་ནི་འདོན་ཡ་འདི་ཨིན་ཇིའི་སྐད་དུ་མ་གཏོགས་ན་ཀྲ་ཨིན་པ་སི་བྱས་བྱས་ཡོར་བ་འོ་དེ་རེད་མི་འདུག་འོ་དེ་འདྲས་ཡིན་འདུག་ད་སྐྱེན་རེད་ཟིག་ཡིད་ལ་དྲན་ད་ལྟ་སྤྱི་དང་གུ་རུས་ཁོ་རང་ལུང་བསྟན་ནང་ལོག་ལ་ཡ་དེ་ནས་ཉིན་མོ་བྱུང་འདུག་ཐུགས་རྗེ་ཆེན་པོ་སྒོམ། སེམས་ཅན་དོན་དུ་སྙིང་པོ་མ་ནི་དྲོངས་ཕ་མ་རིགས་དྲུག་དྲིན་ལན་ཆེད་དུ་འོང། མཚན་མོ་བྱུང་འདུག་པད་འབྱུང་ང་ཉིད་སྒོམ། རང་གི་དོན་དུ་མེ་བཟང་གུ་རུ་དྲུངས། སྙིགས་མའི་སེམས་ཅན་ཐམས་ཅད་ང་ཡིས་སྐྱོབ། དུས་གསུམ་རྒྱུན་ཆད་མེད་པར་ང་ཡིས་གཟིགས་ཟེར་གསུངས་འདུག་བ། དེ་ནས་ཡུན་དུ་ད་ལྟ་འདིའི་ནང་ལ་ད་སྤྱན་རས་གཟིགས་དབྱིག་གཞུག་དྲུག་པ་དེ་ད་ལྟ་ང་རང་ཚོ་ཚང་མས་ཀྱི་ད་བཙུན་པ་བཙུན་མ་ཟེར་ཡག་མི་འདུག་འཇིག་རྟེན་ཕལ་པ་ཟེར་ཡག་མི་འདུག་ཚང་མས་ཀྱི་འདོན་གྱི་ཡོད་རེད། ཆུང་ཆུང་དེ་ཚོ་རིག་ན་ནི་བླ་མ་འོག་པ་ངམ་ངམ་ཤུག་ཤུག་གི་ཁོ་བག་ཆགས་བཟང་པོ་ཅིག་འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱི་གདུལ་ཞིང་དུ་གྱུར་པའི་ཀྱི་ལས་དང་དཀའ་བ་ཡོད་བསྡད་པ་ཅིག་ཁོ་རང་བཞིན་དུས་བབ་ཀྱི་རྟེན་འབྲེལ་འཛོམས་བསྡད་པ་ཅིག་ཡོད་རེད་ད་དེ་འདྲ་ཡུན་དུ་འདིའི་ནང་ལ་ལན་གཅིག་མ་ཡིན་པ་ཡང་ནས་ཡང་དུ་ཅིག་སྐྱེ་བར་ཕྱི་མ་ལ་མི་ལུས་ཐོབ་ཀྱི་རེད། དེ་ནས་འཕགས་པ་སྤྱན་རས་གཟིགས་ཀྱིས་ཞག་མངོན་སུམ་དུ་མཐོང་ངོ་སྐྱེ་བ་ནས་སྐྱེ་བར་ཚེ་རབས་ནས་ཚེ་རབས་ཐམས་ཅད་དུ་སྡིག་དང་སྡུག་བསྔལ་མྱོང་བ་དང་བརྟགས་ཞོག་དེ་སྡིག་དང་སྡུག་བསྔལ་སྒྲ་ཙམ་ཡང་གྲག་འམ་མི་གྲག་པ། དེ་ནས་ཅིག་ཕུན་སུམ་ཚོགས་པའི་གིས་ད་ནས་བཟང་པོ་དེ་འདྲའི་ཅིག་ལ་སྐྱེ་གི་རེད་ཞེས་ནས་ཡང་ནས་ཡང་དུ་གསུང་གི་ཡོད་རེད་ད་དེ་ཡིན་དུ་ཡི་གེ་འབྲུ་དྲུག་པ་དེ་གི་ཕན་ཡོན་དེ་སྤྱི་དང་འཕགས་པ་དོན་ཡོད་ཞགས་པའི་རྒྱུད་ལ་སོགས་པ་རྣམས་མང་པོ་གསུངས་དེ་ཡིན་དུ་ཅིག་གིས་ཐམས་ཅད་ཀྱི། གུ་རུ་རིན་པོ་ཆེ་དང་འཕགས་པ་སྤྱན་རས་གཟིགས་རྣམ་གཉིས་གཉིས་སུ་མེད་པའི་ཐོག་ནས་ཉིན་མོ། ཐུགས་རྗེ་ཆེན་པོ་བསྒོམ་སྤྱན་རས་གཟིགས་བསྒོམ། མ་ནི་འདོན། ཨ་ནི་མཚན་མོ་ཆུང་དུ་འབེ་ཚང་གུ་རུ་བགྲང། ཨོ་ཐུགས་སྲས་ཞིག་ཡིན་ན་དེ་ང་ཚོ་ནད་མེད་པར་ཚེ་རིང་བ་དང་ང་རང་ཚོ་ཚང་མ་གི་ལྷག་པར་དུ་འཇིག་རྟེན་པ་ཐམས་ཅད་ཀྱི་རེ་བ་ལ་དང་ལུས་ལ་ན་ཚ་མེད་པར་ཤོག་སེམས་ལ་སྡུག་བསྔལ་མེད་པར་ཤོག་བྱ་བ་ལམ་དུ་འགྲོ་བར་ཤོག་ཡིད་ལ་ཡིད་བཞིན་འདོད་དོན་འགྲུབ་པར་ཤོག་ས་ནས་ད་སྨོན་ལམ་རྒྱག་གི་ཡོད་རེད་སྨོན་ལམ་རྒྱག་གི་ཡོད་རེད་དེ་ཡིན་ན་ཡང་སྨོན་ལམ་བརྒྱབ་ན་ཡང་རྒྱབ་ལུགས་ཡོད་རེད། དེ་འདྲ་ཡིན་དུས་ད་སྨོན་ལམ་དེ་ཡང་བཏབ་སྨོན་ལམ་བཏབ་པ་བཞིན་དུ་འདི་ནས་གསུངས་པའི་གི་གསུང་དེ་ཚོ་དེ་ང་ཚོ་ཉམས་ལེན་བྱེད་ཀྱི་ཡིན་ན་དེ་ནས་སྤྱན་འདྲེན་ཟིག་གི་ཞལ་གཟིགས། ཐུགས་རྗེ་གི་སྒོ་གསུམ་ལ་ཡང་ཐུགས་རྗེ་ཆེ་ལ་འཇུག་དེ་འདྲ་ཡོང་གི་རེད་གསུངས་པ་རེད་འདུག་བ་ད་དེ་མ་ཡིན་པར་ང་ཚོ་བྱེད་སྟངས་གང་ཡིན་མིན་ཡིན་བྱས་ད་ནས་གྲངས་ཀ་དེ་མང་པོ་ཞིག་འུ་ཅེ་ས། ང་ཚོ་ཉམས་ལེན་བྱེད་མཁན་ཕལ་ཆེ་བ་གཅིག་གིས་གྲངས་ཀ་དེ་བཞི་བོ་ཀྱི་རྩ་བ་ཆེན་པོ་བརྩི་གི་འདུག་བ་མ་ནི་དུང་ཕྱུར་བཏོན་པ་ཡིན་ཟེར་ཡང་འདྲ་བོ་འབར་ཚང་གུ་རུ་དུང་བཏོན་པ་ཡིན་ཟེར་ཡང་འདྲ་བོ་མཚམས་བསྙེན་སྒྲུབ་ཅིག་བྱས་པ་ཡིན་ན་ཡང་ལ་གནས་གཅིག་གིས་ལོ་བཅུ་འདས་པ་ཡིན་བཅུ་གཉིས་འདས་པ་ཡིན་ཟེར་གི་ཡོད་རེད་དེ་ཡིན་ན་ཡང་གཅིག་གིས་ལོ་ཟླ་བ་ཞག་གྲངས་ག་ཚོད་ཅིག་འདས་པ་ཡིན་ན་ཡང་རེད་མ་ནི་ད་འབར་ཚང་གུ་རུ་ག་ཚོད་བགྲངས་ན་ཡང་གཅིག་སེམས་དེ་ལ་ཡག་འགྱུར་ཤུགས་ཆེ་བཏང་མ་ཐུབ་ན། དཔེར་ན་དེ་ནས་མ་ཐུགས་རྗེའི་གཟིགས་གཟིགས་པ་རེད་དེ་ཐུགས་རྗེའི་གཟིགས་པ་ལ་ཐུགས་རྗེ་འཇུག་དགོས་ཀྱི་ཡོད་རེད་འཇུག་ཡུལ་དེ་ང་རང་ཚོའི་སེམས་རྒྱུད་ལ་ཡང་ཆོས་ནས་གསུངས་པའི་གི་རྣམ་གཞག་དེ་ཚོ་བྲིས་ཏེ་གོ་རྒྱར་མ་ཐུབ་ཡོང་དུས་ད་ནི་ཕན་ཡོན་དུ་ཐོབ་ཀྱི་ཡོད་མ་རེད་ད་དེ་འདྲའི་རྒྱུ་མཚན་ཧ་མ་གོ་ཡོང་དུས་དེ་ངས་མང་པོ་ཞིག་འདོན་པ་ཡིན་བསྒྲུབས་པ་ཡིན་ཐུགས་རྗེ་མི་འདུག་བྱིན་རླབས་འཇུག་གི་མི་འདུག་ཟེར་ནས་ད་ནི་དོན་མེད་ཀྱི་ཉེས་པ་ཚབས་ཆེན་བྱས་ད་ནི་བླ་མ་རྩ་བ་དང་བརྒྱུད་པ་བྱེད་པ་ཐམས་ཅད་ལ་ཡང་ཅིག་ཁ་བཏང་ཡང་དག་ལོག་ལྟ་ཀུན་ཏུ་འགྲོ་གི་འདུག་གོ་ད་དེ་འདྲའི་མ་བྱེད་གསུངས་བ་རེད་བསམ་དེ་ན།

དེ་ནས་ཡང་བར་ཆད་འདྲ་བོ་ཞིག་ལས་ཅིག་འདྲེ་འདུག་འབྱུང་པོ་འདུག་ཟེར་ད་མ་གཞི་ང་རང་ཚོ་འདྲེ་དང་གདོན་ལ་སྐྲག་ཡ་སྐྲག་གི་ཡོད་རེད་ལ་དགའ་ཡ་དགའ་པོ་ཡོད་རེད་ཅིག་གིས་འདྲེ་དང་གདོན་གྱིས་མགོ་སྒུར་གི་འདུག་ང་ཚོ་ལ། དེ་འདྲ་ཡིན་དུས་ད་ནི་འདྲེ་དང་གདོན་དེ་ཡོད་པའི་སྐབས་སུ་ལ་ནི་ཡང་སྤྱན་རས་གཟིགས་མ་ནི་འདོན་པ་ཡིན་ན་སྤྱན་རས་གཟིགས་ཉམ་ཆུང་ཡིན་པ་དང་འདྲེ་གདོན་དེ་ཚབས་ཆེན་པོ་ཡིན་དུས་སྤྱན་རས་གཟིགས་ཀྱིས་གནོད་མ་ཐུབ་པ་འདྲ་བོ་ཅིག་བསམ་བློ་ཅིག་ཧུར་དུ་བ་ང་ཚོ་འཁོར་གི་ཡོད་རེད་དེ་ནས་ལྷག་པར་དུ་ཨོ་མོ་ནི་མོ་ནི་བསགས་པ་ཡིན་ན་ད་དེ་ནི་གབ་ཅིག་ཁ་ལོ་རེད་ཟེར་གི་རེད་འདྲེ་དང་འབྱུང་པོ་ལ་སྤྱན་རས་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དང་སངས་རྒྱས་ཀྱིས་གང་ཡང་བྱེད་ཐུབ་གི་མ་རེད། འོ་ན་ག་རུ་སོང་ན་མཆེ་བ་གཙིགས་ཏེ་ངན། ལག་པ་གཡས་པ་ལ་གྲི་ཁུར་ཏེ་ངན། གཡོན་པ་ལ་བཀག་པ་ལ་བྱེད་དེ་ནས་མ་ཁྲག་གིས་ཐིགས་པ་འཛག་ཏེ་ངན་ཅིག་ཡོད་ན་དེ་ཕན་གི་རེད་བསམ་ཏེ་ཡོར་བ། དེ་འདྲ་ཡིན་དུས་ང་ཚོ་གསོལ་བ་བཏབ་ཡུལ་དེ་ལ་ཡང་དབྱེ་བ་ཆེས་ཆེ་བྱས་ནས་འོ་དེ་འདྲས་སུ་ཡོང་བསྡད་པ་ཡིན་དུས་ད་བྱིན་ལྷམ་འཇུག་ཡ་དེ་དཀའ་ལས་ཧ་པོ་རེད་འདུག་ད་དེ་འདྲས་ཡོད་ད་ནང་ངས་ཞུ་དགོས་ཡ་དེ་སྤྱིར་ན་སྐབས་དང་འབྲེལ་བ་མེད་པ་གང་ཡང་མ་རེད་སྐབས་དང་འབྲེལ་བ་ཡོད་རེད་འདི་ག་རེ་ཟེར་ན་ཅིག། སློབ་དཔོན་ཆེན་པོ་ཉང་གི་བཀའ་ཐང་ནང་ལོང་ལ་ཡ། བོད་ཡུལ་གྱི་བོད་ཀྱི་གདུལ་བྱ་རྣམས་ལ་ཡང་སྙིང་གི་སྙིང་གཏམ་ཡིན་གསུངས་སོང་བ་སྙིང་གཏམ་སྙིང་དམར་བའི་ཡི་དྭགས་ཁ་བརྡ་ཡིན་གསུངས་པ་རེད་དེ་ཡིན་ན་ད་འདི་ལ་ང་ཚོས་ཅིག་བསམ་བློ་ཞེ་དྲག་བཏང་མཁན་ཡོད་མ་རེད་དེ་འདྲ་ཡིན་དུས་ད་ཅིག་དངོས་གཞིའི་དབང་བསྐུར་གྱི་རིམ་པ་ཡོངས་ལ་དང་པོ་རྣམ་ཐར་གྱི་ཆེ་བ་དེ་ཚོ་བཤད་དེ་འབྲེལ་གྱི་རྣམ་ཐར་ཆེ་བ་བརྒྱུད་ལྡན་གྱི་གང་ཟག་དེ་ད་ནི་རྩ་བ་དང་བརྒྱུད་པ་དང་བཅས་པའི་གད་དང་བླ་མ་ཡི་དམ་ལྷ་ཚོགས་དེ་ཚོ་ཡིན་པར་བཤད་ནས་དེ་ལ་མོས་གུས་བཅས་དེ་ལ་གསོལ་བ་བཏབ་ན་དོན་དག་འདི་འདྲ་ཞིག་འདུག། དེ་ལ་གསོལ་བ་བཏབ་ན་བྱིན་རླབས་དང་དངོས་གྲུབ་འདི་འདྲ་ཅིག་ཐོབ་ཀྱི་འདུག་དགོས་པ་འདི་འདྲ་ཅིག་འདུག་བསམ་པའི་གྱི་རྒྱུ་མཚན་ཡང་དག་པར་བཤད་པའི་གི། བློ་སྔོན་དུ་སོང་ནས་དབང་བསྐུར་ཞུས་ན། དེ་ནི་དབང་བསྐུར་ཞུས་པའི་ཕན་ཡོན་དེ་ཐོབ་ཀྱི་ཡོད་པ་ཡིན་དུས་རྣམ་ཐར་གྱི་ཆེ་བ་སྔོན་དུ་བཤད་པ་དེ་འདྲ་ཞིག་རེད་མ་གཏོགས་ཀྱི་གཱ། ཅིག་གུ་རུ་རིན་པོ་ཆེ་གི་ལོ་རྒྱུས་བཤད་བསྡད་པ་འདྲ་བོ། ཅིག་སྔོན་མ་དེ་འདྲ་བྱུང་བ་རེད། རྐྱེན་རེ་ཟིག་གིས་དེ་འདྲ་བྱས་པ་རེད་ཟེར་བ་ལྟ་བུ་མ་ཡིན་པ། ད་ལྟ་ཟངས་མདོག་དཔའ་རིས་རྔ་ཡབ་གླིང་ཁྲི་ཟངས་མདོག་དཔའ་རིས་ཀྱི་གླིང་ལ་དང་སློབ་དཔོན་གསང་ཆེན་གཉིས་པ་གུ་རུ་པདྨ་འབྱུང་གནས་གཙོ་བོར་མཆོད་པའི་གར་སྒྲུབ་པའི་སློབ་དཔོན་དེ་ནི་རྒྱལ་འབངས་སྙན་ངག་ལ་སོགས་པ་ཐམས་ཅད་དང་འབྲེལ་བ་ཡོད་བསྡད་པའི་མདོར་ན་བོད་ཡུལ་སྒྲུབ་བརྒྱུད་ཤིང་རྟ་ཆེན་པོ་བརྒྱད་དང་འབྲེལ་བ་ཡོད་བསྡད་པའི་ལྟ་ཆོས་རྒྱུད་ཤ་སྟག་ཡིན་པ་རེད་དེ་འདྲ་ཡིན་དུས་དེ་འབྲེལ་གྱི་རྣམ་ཐར་ཆེ་བ་བརྒྱུད་ལྡན་གྱི་གང་ཟག་དེའི་རྣམ་ཐར་དེ་ལ་ཆེ་བ་གང་རེ་ཞིག་འདུག་གསོལ་བ་བཏབ་གང་འདྲ་བཏབ་སྟངས་གང་འདྲ་ཞིག་བཏབ་དགོས་ཀྱི་འདུག་གསོལ་བ་འདེབས་སྟངས་གང་འདྲ་ཞིག་འདེབས་དགོས་ཀྱི་འདུག་གསོལ་བ་བཏབ་ནས་སྒྲུབ་པ་ཉམས་ལེན་གང་འདྲ་ཞིག་བྱེད་དགོས་ཀྱི་འདུག་གི་ཚུལ་དེ་དང་པོ་ངོ་སྤྲོད་གནང་ཡོང་བ་རེད་བ། ངོ་སྤྲོད་འདི་རྣམ་ཐར་དང་འབྲེལ་བ་ཡོད་པ་དེ་ཆགས་བསྡད་ཡོད་བ་རེད། རྣམ་ཐར་འདི་སྔོན་དུ་བཤད་རྣམ་ཐར་དེ་ལ་ཡང་ཡིད་ལྷག་པར་དུ་དང་དེ་ལ་སྤྲོ་བ་དང་མོས་གུས་བཅས་དེ་ལ་བརྟེན་ནས་བརྟེན་ནས་བྱིན་རླབས་ཀྱི་རྩ་བ་བླ་མ་བསྒྲུབ་དགོས་བ་དངོས་གྲུབ་ཀྱི་རྩ་བ་ཡི་དམ་བསྒྲུབ་དགོས་བ་ཕྲིན་ལས་ཀྱི་རྩ་བ་ཆོས་འབྱུང་བསྒྲུབས་ནས་རྩ་བ་གསུམ་གྱི་ལྷ་ཚོགས་ཐམས་ཅད་ཀྱི་ཉམས་ལེན་བྱས་ཡོང་ན་དེ་ནི་ཕྱི་ནང། གསང་བའི་གེགས་ནི་གཅིག་གི་བར་ཆད་ཐམས་ཅད་ཞི། ཕྱི་དང་གསང་གསུམ་གྱི་ཡོན་ཏན་མ་ལུས་པ་ཐམས་ཅད་རྫོགས། བདག་གནས་ཡོ་བྱད་ཐམས་ཅད་ལ་ཡང་དག་ནི་བྱིན་རླབས་ཀྱི་དངོས་གྲུབ་འབྱུང་ཐུག་ཡོད་པའི་རྒྱུ་མཚན་དེ་འདྲ་དེ། ཕྱི་མ་ཕྱི་མེད་ཀྱི་འབྲས་བུ་གཅིག་གི་གཟི་བརྗིད་ཆེ་བ། སྤང་བྱ་བ་གཟི་བརྗིད་རླབས་ཆེན་པོ་ཡོད་དེ་བས་ཀྱི་ཡོན་ཏན་དེ་ཚོ་སྟེ། ཡོན་ཏན་དེ་གང་ནས་བྱུང་སྲིད་ཀྱི་གཞི་དེ། རྩ་བ་དང་བརྒྱུད་པ་དང་བཅས་པས་ཀྱི་རྩ་བ་གསུམ་གྱི་ལྷ་ཚོགས་ཐམས་ཅད་ཡིན་པ། དེ་འདྲ་གི་རྩ་བ་གསུམ་གྱི་ལྷ་ཚོགས་ཟེར་ཡ་དེ་ལ་ཡོན་ཏན་ག་འདྲ་ཅིག་ཡོད་རེད་ཟེར་བཤད་ན་ང་དང་འདི་ནང་ནས་བཤད་བདེ་བའི་རྟགས། སློབ་དཔོན་པད་མ་འབྱུང་གནས་ཀྱི་རྣམ་ཐར་གྱི་ཆེ་བ། སྤྱན་རས་གཟིགས་ཀྱི་རྣམ་ཐར་གྱི་ཆེ་བ། རྩ་གསུམ་གྱི་ཡོན་ཏན་ཐམས་ཅད་དུ་འདི་འདྲ་ཅིག་ཡོད་རེད་ཅེས་པའི་ལོ་ངོ་ངོ་སྤྲོད་ཅིག་མ་འདུག་ཟེར་སྣང་ཡོང་བ་རྒྱུ་མཚན་དེ་རེད་འདུག་ག། འོ་དེ་འདྲ་རེད་དེ་འདྲ་ཡིན་དུས་འདི་དེ་ག་སོགས་ལོ་རྒྱུས་བཤད་བསྡད་པ་ལྟ་བུ་མ་ཡིན་པར་དབང་དང་འབྲེལ་བ་ཡོད་པ་ཅིག་རེད་མ་གཏོགས་ཡང་ལ་ལས་ཀྱི་དེ་ཁོ་ལོ་རྒྱུས་རེད་རྣམ་ཐར་རེད་དབང་དབང་རེད་བསམ་པ་དེ་འདྲ་མ་རེད་ལ། དེ་འདྲ་ཡིན་དུས་དབང་དེ་གང་ནས་བྱུང་ཟེར་དབང་བསལ་ཏེ་སེམས་ལ་དབང་ཐོབ་དགོས་ཀྱི་ཡོད་རེད། སེམས་ལ་དབང་ཐོབ་ཟེར་ཏེ་ག་རེའི་དབང་ཐོབ་པ་རེད་ཟེར་ན་རྩ་གསུམ་ལྷ་ཡི་ཡི་གེ་བྱིན་རླབས་དེ་ཚོ་རང་གི་སེམས་རྒྱུད་ལ་འཕོས་ཡོང་དུས། ད་ལྟ་ང་ཚོ་རྡོ་རྗེ་ཕུར་པའི་གི་བྱིན་འབེབས་པའི་སྐབས་སུ་ཡོད་པ། དེ་ནི་རྡོ་རྗེ་ཕུར་པའི་ལྷ་ཚོགས་རྣམས་ནམ་མཁའ་འགེངས་པ་ཙམ་དུ་བྱུང་བྱོན། བདག་ནི་ཡོ་བྱད་དཀྱིལ་འཁོར་ལ། དབྱེར་མེད་ཉིད་དུ་བསྟིམ་བྱས་ཏེ་ཟེར་ཡ་དེ་ཚིག་བཤད་ཡོང་དུས་ནམ་མཁའ་འགེངས་པ་ཙམ་དུ་རྩ་གསུམ་ལྷ་ཚོགས་བཞུགས་དེ་ཡོད་རེད། དེ་འདྲའི་བཞུགས་ཡ་དེ་ལ་ང་ཚོ་རྩ་གསུམ་ལྷ་ཚོགས་ཀྱི་ཡོན་ཏན་དེ་ཤེས་པའི་ཐོག་ནས་རྩ་གསུམ་ལྷ་ཚོགས་དེ་ཞེས་གཟིགས་པར་ད་ལྟ་འདི་ནས་གསུང་དུ་བ་སློབ་དཔོན་སངས་རྒྱས་པདྨའགུར་པདྨ་འབྱུང་གནས་ང་ལ་གསོལ་བ་བཏབ་བཤད་ན་དེ་འདྲའི་གསོལ་བ་འདེབས་པ་པོའི་གང་ཟག་དེའི་རྒྱུད་ལ་ང་ཉིན་མཚན་དབྱེར་མེད་ལ་ཡོད་བས། གསོལ་བ་བཏབ་མ་བཤད་ན་ངས་ཐུགས་རྗེ་གཟིགས་ཀྱང་ཐུགས་རྗེ་ཁྱེད་རང་ཚོ་རྒྱུད་ལ་འཇུག་གི་མ་རེད། དེ་མི་འཇུག་པ་དེ་སློབ་དཔོན་སངས་རྒྱས་མཉེས་པའི་ཐུགས་ལ་ཉིད་རིང་ཡོད་ནས་གསོལ་བ་འདེབས་པ་པོ་ལ་སྐྱོབ་པ་གསོལ་བ་མི་འདེབས་པ་ལ་མི་སྐྱོབ་པ་དེ་འདྲ་གི་ཆོས་གཉིས་མེད་པ་རེད། ཡིན་ན་ཡང་གསོལ་བ་འདེབས་པ་པོ་ལ་བྱིན་རླབས་འཇུག་པ་དེ་ཆོས་ཉིད་ཀྱི་རྟེན་འབྲེལ་རེད། གསོལ་བ་འདེབས་མ་འདེབས་ན་དེ་ལ་བྱིན་རླབས་མི་འཇུག་པ་དེ་ཡང་ཆོས་ཉིད་ཀྱི་རྟེན་འབྲེལ་རེད། དེ་འདྲ་གི་རྟེན་འབྲེལ་གྱི་མཐུ་བསམ་གྱིས་མི་ཁྱབ་པ་ཡོད་དེ་བསམ་གྱིས་མི་ཁྱབ་པའི་རྟེན་འབྲེལ་གྱི་ཡོན་ཏན་དེ་ཤེས་པའི་ཐོག་ནས་ད་གསོལ་བ་བཏབ་པ་དེ་གདམས་པ་བཤད་པ། གསོལ་བ་མ་བཏབ་པ་དེ་སྐྱོན་ཡིན་པར་ཤེས་ནས། དེ་ནས། སོ་སྐྱེ། སློབ་དཔོན་པདྨ་སངས་རྒྱས་གཉིས་པ་གུ་རུ་པདྨ་འབྱུང་གནས་ལ་གསོལ་བ་འདེབས། སྤྱན་རས་གཟིགས་ལ་གསོལ་བ་བཏབ། ཡིག་དྲུག་བགྲངས་འབེལ་ཚང་གུ་རུ་བགྲང་ཡོད་འདུག་དེ་ནས་བྱིན་རླབས་དབང་གི་རིམ་པ་དེ་ཚོ་བྲིས་ཏེ། དང་པོ་དཀྱིལ་འཁོར་ལ་འཇུག་ཡ། དཀྱིལ་འཁོར་ལ་ཞུགས་ནས་མངོན་པར་དབང་བསྐུར་བ། དབང་བསྐུར་ནས་ཀྱང། དེ་ནས་རང་གི་ལུས་ངག་ཡིད་གསུམ་སྟེ། དག་པ་ལྷ་ཡི་སྐུ་གསུང་ཐུགས་སུ་མ་དག་པའི་གི་ལུས། མ་དག་པའི་རྩ་དེ་སྐུ་ཡི་དཀྱིལ་འཁོར། མ་དག་པའི་ངག་གསུང་གི་དཀྱིལ་འཁོར། མ་དག་པའི་སེམས་དང་ཐུགས་ཀྱི་དཀྱིལ་འཁོར་ལ་ཡང་ཡེ་ནས་དབྱེར་མེད་ལྷུན་གྱིས་གྲུབ་བསྡད་པ་རེད་དེ། མ་ཤེས་པ་ཡིན་དུས་དེ་ནི། ད་ལྟར་དཀྱིལ་འཁོར་ལ་འཇུག་མངོན་པར་དབང་བསྐུར་ཡོང་དུས་དྲི་མའི་ཚོགས་ཐམས་ཅད་དེ་མ་ཇེ་ཟབ་ཇེ་ཟབ་ཇེ་ཟབ་འགྲོ་ཡོང་དུས་རང་གནས་ཀྱི་ཡེ་ཤེས་སྐུ་གསུང་ཐུགས་ཀྱི་ཡོན་ཏན་རང་ཆས་སུ་ཡོད་བསྡད་པ་དེ་མངོན་དུ་གྱུར་ཡོང་དུས་ཨ་ནི་མ་འོངས་པ་ལ་ཚོམ་བུ་གཅིག་ལས་ཡང་མངོན་པར་སངས་རྒྱས་པ་རེད་ཟེར་ཡག་གི་རྒྱུ་མཚན་དེ་དེ་ནས་ཡོང་གི་ཡོད་པ་ཡིན་དུས་རྣམ་ཐར་གྱི་ཆེ་བ་ཤེས་ཡ་དེ་ཤ་ཁྲག་གལ་ཆེན་པོ་རེད་ཡིན་ན་ཡང་ལོ་རྒྱུས་ཤེས་བསྡད་པ་འདྲ་པོ་ཅིག་ལ་གོ་རྒྱུ་མ་ཡིན་པ། ང་ཚོ་རྣམ་ཐར་དེ་ཧ་མང་བོ་ཡོང་དུས། ཨ་ནི། བྱིན་རླབས་ཀྱི་རྩ་བ་བླ་མ་ལ་བསྟེན་ན་ཕན་ཐོགས་མི་འདུག། དངོས་གྲུབ་ཀྱི་རྩ་བ་ཡི་དམ་ལ་བསྟེན་ན་ཕན་ཐོགས་མི་འདུག་འཕྲིན་ལས་ཀྱི་རྩ་བ་ཆོས་སྐྱོང་ལ་བསྟེན་ན་ཕན་ཐོགས་མི་འདུག་རྩ་བ་གསུམ་གྱི་ཡོན་ཏན་དེ་ཚོ་ཐམས་ཅད་དེ་རང་རྒྱུད་ལ་འཕོས་དགོས་ན། ཚུལ་དེ་དང་དེའི་ཡོན་ཏན་དེ་ག་རེ་ཡིན་པ་དེ་རགས་པ་དང་ཕྲ་བ་མཐའ་དག་ནི་ཤེས་པར་བྱས་ཏེ་ཁོང་དུ་ཆུད་ནས་དེ་ནི་མི་ཕྱེད་པའི་དད་པ་ཐོབ། མི་ཕྱེད་པའི་དད་པ་ཐོབ་ཡོང་དུས་དབང་ཞུས་པའི་ཕན་ཡོན་བཤད། དབང་མ་ཞུས་ན་མ་ཐོབ་ན་ཉེས་པ་ག་རེ་ཡོད་པ་དེ་ཤེས་ནས་དབང་ཐོབ་དང་མ་ཐོབ་ཀྱི་དབྱེ་བ་ལ་ཡང་སྤྲོ་བ་བསྐྱེད། ཡང་ན་དབང་ཐོབ་ཚར་ནས་ཀྱང་དེ་གའི་དམ་ཚིག་དེ་ཚུལ་བཞིན་དུ་བསྲུང་དགོས། བསྲུངས་ནས་ཡང་ན་བསྐྱེད་རིམ་གྱི་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་ལ་བརྟེན་ནས་ཚེ་འདི་ལ་ལུས་མ་ཕངས་པ། དེ་ནི། ད་ལྟར་ཚོམ་བུ་སྟེ་ཐོག་གཅིག་ལས་ཡང་དེ་ནི་མངོན་པར་རྫོགས་པར་སངས་རྒྱས་པའི་ཡོན་ཏན་དེ་ལྟ་ཞེས་དེ་འདྲའི་ཆ་ནས་ཡོངས་ཀྱི་འདུ་བ་དེ་འདྲའི་ཡོན་ཏན་འདི་ད་ལྟ་མགོ་དབུས་ལས་ཡང་དེ་ནི་བཀའ་ཐང་བསྲུང་དགོས་ཡང་དེས་ད་ག་ཚོད་བྱས་ནས་ཆེ་བའི་ཡོན་ཏན་བཤད་བསྡད་པ་གཅིག་པོ་མ་ཡིན་པ་ཕྱི་མ་ཕྱི་མ་ལ་ད་ལྟ་ཡོངས་འཇུག་གི་དབང་གི་རྩ་གསུམ་གྱི་དབང་གི་རིམ་པ་དེ་ཚོ་དང་འབྲེལ་བ་ཡོད་བསྡད་པ་ཞིག་ཡིན་པ་ཡིན་དུས་ད་རྣམ་ཐར་དང་དབུ་ལས་ཡང་བཞག་པའི་རྒྱུ་མཚན་དེ་རེད་ད་ལྟའི་ཚང་མའི་ཐུགས་ལ་ངེས་དགོས་ཀྱི་འདུག་བ་འདུག་ཟེར་རེད།